དེ་ནས་ང་ཚོ་བཙན་བྱོལ་བཙན་བྱོལ་བ་ད་འབུམ་གཅིག་དང་ཕྱེད་ཀ་ལྷག་ཞིག་ད་ཡོད་རེད། དེ་བར་སྐབས་བོད་ནས་ད་ང་ཚོ་བོད་ཆོལ་ཁ་གསུམ་གྱི་ཁྱོན་ནས་ཅིག་ཡང་བཙན་བྱོལ་དེ་འདྲའི་ཡོང་བསྡད་པ་ད་གཙོ་བོ་སློབ་སྦྱོང་བྱེད་ཡག་ད་དེ་འདྲའི་གི་ཐོག་ལ་སློབ་ཕྲུག་རེ་དགེ་འདུན་པ་རེ་དེ་འདྲ་མང་པོ་ཅིག་ད་སླེབས་བསྡད་ཡོད་རེད། བྱས་ནས་ད་མ་འགུལ་ཅིག་བོད་ལ་ཕར་ལོག་བྱས། ཨོ་ནས་དེ་ནས་ཕར་རྒྱ་གར་ལ་ཡོང་པའི་ཡོང་སྒོས་ཆོད་པ་བྱས་བྱས་རྒྱ་གར་ལ་ཡོང། ལོ་བཅུ་བཅོ་ལྔ་དེ་འདྲའི་དཔེ་ཆ་བལྟས། སློབ་སྦྱོང་བྱས། ཡང་ཅིག་གིས་སྤྱི་བཏང་སློབ་ཕྲུག་དེ་འདྲའི་རྒྱ་གར་ལ་ད་དབྱིན་ཇི་སྐད་སློབ་སྦྱོང་གང་འཚམས་བྱས། ཨེ་དེ་ནས་བོད་ལ་ཕར་སླེབས་དུས

ཨིན་བོད་ལྷ་ཅེས་ནི་སོ་སོའི་ལུང་པ་ལ་ཨིན་སོ་སོའི་དགོན་པ་ཅིག་ལུང་རྟོགས་ཀྱི་བསྟན་པ་ཡར་རྒྱས་འགྲོ་ཡག་གི་ཞབས་འདེགས་བསྒྲུབ་ཡག་ས་ཁུལ་ཁ་ཤས་ལ་ཡང་དེ་ནས་སློབ་སྦྱོང་བྱེད་ཞབས་འདེགས་འབྲས་ཀྱི་མང་ཚོགས་ལ་མ་ནང་ཆོས་ངོ་སྤྲོད་བྱས་དེ་ཚོའི་གྲས་དོ་སྣང་ཆེན་པོ་བྱས་བྱས་དངོས་གནས་དྲ་གནས་མི་གུས་ཆོས་པ་ཅིག་བྱས་དེ་གི་འདུག་རྒྱ་གར་ལ་ཚུགས་ཡོང་དེ་སློབ་སྦྱོང་བྱས་དེ་ནས་ཕ་ཆིན་བོད་ཀྱི་སོ་སོའི་ལུང་པའི་ནང་ལོགས་ལ་བོད་མི་ཙམ་དུ་མ་ཟད་པའི་ཧི་མ་ལ་ཡའི་རི་རྒྱུད་ནས་ཡོང་བསྡད་པ་ཕལ་ཆེར་ལ་དྭགས་ནས་མོན་བར་གྱི་ག་འདྲ་ད་ཁྲག་རྒྱུན་ཧ་ལམ་སྟོང་ཕྲག་ཕལ་ཆེར་ལྔ་དྲུག་ཡོད་རེད། ད་ལྟ་འདི་གི་འདི་གི་སློབ་སྦྱོང་དེ་བྱས་ནས་ཨེ་ནི་སོ་སོ་སོའི་རང་ཡུལ་ལ་ཡང་ཡང་ཅིག་བསྟན་པ་དང་ཅིག་མི་མང་གི་ཞབས་འདེགས་བསྒྲུབ་ཡ་དེ་འདྲའི་མང་པོ་ཡོང་བསྡད་ཀྱི་འདུག་ག། ཅག་འདི་འདྲ་ཡིན་དུས། དུས་ཡུན་འདིའི་རིང་ལ་ཡང་ང་ཚོ་བོད་མི་བཙན་བྱོལ་འདི་ཡི་དེའི། མིང་འདི་བཙན་བྱོལ་བ་རེད་ལུང་པ་ཡོད་པ་མ་རེད། རེད་དེ་ཡིན་ནས་གཙོ་ཆེན་མི། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལྔ་བཅུ་ང་དགུ། དེ་ནས་དྲུག་ཅུ་ནང་ལ་བྱས་ནས་ང་ཚོ་བཙན་བྱོལ་སྒྲིག་འཛུགས་འདི་ཡི་དེའི་གཞིས་ཆགས་འདི་ཡི་དེའི་རྒྱ་གར་གཞུང་ལ

དགེ་འདུན་པ་སུམ་བརྒྱ་ཞིག་རྒྱ་གར་གཞུང་གིས་ད་ང་ཚོ་དེ་རེ་འདུན་ཞུས་ནས་ད་ང་ཚོ་བོད་ནས་ཚུར་འབྱོར་དེ་བས་བཙན་བྱོལ་བའི་ནང་ལ་ཡ་ང་ནི་ཅིག་ནང་ཆོས་སློབ་གཉེར་བྱེད་མཁན་དང་ནང་ཆོས་ཀྱི་བའི་དགེ་བཤེས་མཁས་པ་དེ་འདྲ་མང་དགུ་ཡོད་དེ་དུས་ཕལ་ཆེར་སྟོང་ཕྲག་ལྔ་དྲུག་ཞེ་ཞིག་ཡོད་རེད་ཆ་དེ་འདྲ་ཡིན་དུས་ད་ང་ཚོ་དེ་ནང་ནས་དེ་གི་དེ་གི་ཡང་མུ་མཐུད་ནས་སློབ་སྦྱོང་བྱས་ཡོད་དུ་ཅིག་གོ་སྐབས་ཅིག་གོ་གིས་བྱས་ནས་ཞུས་ནས་རྒྱ་གར་གཞུང་གི་མི་སུམ་བརྒྱ་ཅིག་དགའ་སྤྲོ་སྤྲད་པ་རེད་ད་སུམ་བརྒྱ་ཉུང་དྲག་ཆགས་སྲིད་ད་ཆིག་སྟོང་ལྔ་བརྒྱ་གོ་གིས་བྱས་ནས་འདུག་ཟེར་ན་ཐོག་མར་སྦག་ས་ཆོལ་ཁ་མི་ཆིག་སྟོང་ལྔ་བརྒྱ་ཞིག་གིས་ད་རིས་མེད་རེད་འདུག་ཟེར་ནས་ཚུགས་ཡོད་རེད་ད་མང་དགེ་ལུགས་རེད་འདུག་ཟེར་ནས་ག་ད་མི་རེ་འཁོར་མང་ཆགས་བརྡལ་བ་ཨེ་ནུ་སློབ་གཉེར་ཤུགས་རྒྱག་མཁན་དེ་ག་ད་དགེ་ལུགས་ཤུགས་ཆེ་ཤོས་རེད་དེ་འདྲ་ཡིན་དུས་ཙང་ནས་ཨོ་ད་འདུག་ཟེར་ཚུ་བོ་རེད་ཨེ་འདི་རེད་རིམ་པས་རིམ་པས་གིས་ད་སྦག་ས་ཆོལ་ཁ་ས་ཆའི་བབ་ད་མཐུན་རྐྱེན་གང་ཞིག་ཆགས་ནས་དཀའ་ངལ་ཞི་བ་ཅིག་འཕྲད་བྱས་ཧ་ལམ་དགེ་འདུན་སྟོང་ཕྲག་གཅིག་ལྷག་ཅིག་ཡོད་སྟབས་དེའི་ནང་ལ་མང་ཆེ་ཅིག། ནད་པ་ཆགས་བྱེད་སྟོབས་ཆེ་རྙིང་པ། ཁ་རླུང་བཙོག་པ་འདི་འདྲ་གི་ཐོག་ནས་དཀའ་ངལ་ཞིག་འཕྲད་སོང་དེ་འདྲ་ཡིན་དུས་ནི། ང་ཚོ་གཞིས་ཆགས་ཁག་འདི་དེ་ཡ། ད། ཅིག་རྒྱ་ཆེན་པོ་ཞིག་ཏུ་ཚུགས་ཡོང་དུས་ད་ནས་ཨེ་ནི་གཞིས་ཆགས་ཆེ་ཁག་ཚོ་ནང་ལོག་ལ་མ་སྤོ་ཡ་བྱས་བྱས་འདུག་ས་རེད་ད་གང་ལྟར་ང་ཚོ་དེ། བཙན་བྱོལ་འབྱོར་ནི། བསྟན་མི་དགོས་མེད་ཀྱི་ས་ཅིག་ལ་གཞི་ནས་ང་རང་ཚོའི་གཙོ་ཆེ་མི་རྒྱ་གར་གཞུང་གི་ཐུགས་རྗེ་བཀའ་དྲིན་དང་ས་གནས་མངའ་སྡེ་གཞུང་སོ་སོའི་ཐུགས་རྗེ་བཀའ་དྲིན་ཨ་ནི་གཙོ་ཆེ་མི་མང་གི་ཅིག་དངོས་གནས་ཅིག་གི་ཐུགས་ཀྱི་མ་འདོད་པའི་རྣམ་འགྱུར་མེད་པ་དེ་འདྲའི་ཅིག་གི་འོག་ནས་ང་ཚོ་བཙན་བྱོལ་གྱི་སྒྲིག་འཛུགས་དེ་དེ་ཧྲ་ཏཱ་ཏཱ་རུ་ཇི་ལྟར་ཚུགས་ཐུབ་པ་རེད་ཕལ་ཆེར་ཡག་པོ་རེད་དགེ་སློབ་ཡག་པོ་རེད། བྱས་ཙང་ང་ཚོ་བཙན་བྱོལ་རོགས་རམ་བྱེད་མཁན་ཚོགས་པ་དེ་འདྲ་གིས་ད་མི་མགོ་སྟོད་ཟླ་དྲུག་ཅུའི་ནང་དུ་བ་ནས་ཅིག་རོགས་བྱེད་མཁན་དེ་འདྲས་ཀྱིས་བཤད་ཀྱི་འདུག་ག་བོད་མི་བཙན་བྱོལ་བ་འདི་བས་ཅིག་ཚགས་ཚུད་ཤུལ་ད་བས་སྔོན་ནས་ཅིག་རོགས་རམ་བྱས་པ་འདིས་འདི་ནད་ཐོག་སྨན་ཀེལ་བེད་སྤྱོད་བྱས་བྱས་ཞེ་དྲག་ཡག་པོ་རེད་ཟེར་ནས་བསྟོད་བསྔགས་བཞེས་མཁན་མང་པོ་ཡོང་འདོད་ཀྱི་འདུག་འོ་ད་འདུག་ཟེར་དེ་འདི་ང་ཚོ་བཙན་བྱོལ་བོད་མི་ཚོའི་གཟི་བརྗིད་རེད་ཨེ་ན་ཚང་མས་ཧུར་ཐག་བར་ཐག་བྱས་པའི་འབྲས་བུ་རེད་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ལྷག་པར་དུ་ཡང་ཁྱེད་རང་ཚོ་ད་ལྔ་བཅུ་ང་དགུ་དྲུག་ཅུ་རེ་གྲངས་ནས་བྱས་ནས་ཐོག་མར་ང་ཚོ་བཙན་བྱོལ་བ་ཡོང་བསྡད་མཁན་གྱི་གྲས་དེ་ནས་གཞིས་ཆགས་ཁག་དེའི་ནང་ལོགས་ལྟ་བསྡད་བསྡད་མཁན་ཨ་ད་ད་ད་ཆ་བོད་དགའ་བོ་དགའ་མོ་ཆགས་ད་ད་རྒན་སུ་ག་ན་ལ་བསྡད་བསྡད་ངས་སྤོ་ལ་དེ་ཚོ་འདྲེ་འདི་འདི་ད་དེ་ན་དངོས་གནས་ཅིག་ད་ས་སྟོང་པ་ཅིག་ལ་པའི་སོ་སོའི་པའི་ལག་པའི་དཀའ་ལས་བསྐྱབས་ནས་ད་དུག་སེལ་ནས་འཛུགས་སྐྲུན་བྱས་པ་རེད། ཁྱེད་རང་ཚོ་འདི་འདི་ཚང་མ་ལོག་གི་མི་ཧུ་ད་བ་ད་བྱས་སོང་ད་མང་པོ་ཞིག་ནི་རྫོགས་ཚར་རེད། ཅེས་དངོས་གནས་ད་ཅིག་དེ་སྔ་དཀའ་ལས་བརྒྱབ་བསྡད་ངས། དང། འདས་གྲོངས་ཕྱིན་པ་དེའི་སྟེང་གི་ང་ཚོ་བཀའ་དྲིན་རྗེས་དྲན་བྱེད་ཡག་དང། ཨེ་ནི། ད་ལྟ་འཚོ་ནས་ཡོད་བསྡད་པ་ཚོས་དང་ང་ཚོ་བཀའ་དྲིན་དྲན་པའི་ཐོག་ནས་ཁོ་ཚང་མ་ལོག་ཡག་ཨེ་ནི་སྨོན་ལམ་རྒྱག་ཡག་དང་ཐུགས་ཆེས་བྱས་ནས་ཟེར་ཡག་ཡིན།